བསམ་བློ་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས། དེ་རིང་ང་ཚོ་སློབ་ཚན་ངོ་སྤྲོད་བྱས་ཏེ། Triangle། ཟུར་གསུམ། ད་ཟུར་གསུམ་སྐོར་ལ་སྦྱངས་ཡིན། ཐོག་མ་འདི་ལ་ཟུར་གསུམ། ར། ཟུར་གསུམ་ངོ་མཚན་ཉིད་བྱ་བར་བ་མཚན་ཉིད་ཅིག་བྱ་ཡོད། ར། ཟུར་གསུམ་ནི། ཐིག་སྟོང་གསུམ་ལས་གྲུབ་པ་གང་ཞིག་ཁ་རྒྱག་པའི་དབྱིབས་ཤིག་ལ་ཟེར།

ཨ་འདུ་ཚོ་ལ་མིང་འདུ་ཚོ་ག་དུས་ནས A B C D ཆེ་བ་དྲན་ནས་དག་ན་བཞིན་འདི་ལ་ཐག་ག་ཚོད་ཡོད་རེད་ཐག་གསུམ་ཡོད་རེད་ལ། ཐག་གཅིག་བྱས། ཐག་གཉིས་བྱས། ཐག་གསུམ་བྱས་ནས་ཐག་ཨེ་གསུམ་ཡོད་རེད་ལ། དག་ན་བཞིན་གོ་ལ་ག་རེ་ཡོད་རེད་ལ་ན། ཟུར་ཨེ་གསུམ་ཡོད་རེད་ལ། བེད་སྤྱད་འདི་དུ་བ། ཟུར་ཨེ་འདི་དུ་བ། ཟུར་གཅིག། ཟུར་གཉིས། ཟུར་གསུམ། ཨོ་ཡ། ད་འདི་ལ། ཟུར་གསུམ་ལ་གྲུབ་ཆའི་ཁག་དགུ་ཡོད་ར་དང་པོ་འདི་ལ་དང་པོ་གསུམ་འདི་ག་རེད་ལ་ན། ཟུར་ཚེག་འདི་ར། ཟུར་ཚེག་མིང་འདི་ག་བསྟུན་ནས་ཡི་གེ་ཆས་འབྲེལ་ད་ར། ཨེ་བྷི་སི་ཏི་ཨེ་བྷི། སི་བཅས་ཟུར་གསུམ་བཅས། ཐིག་དུམ་འདི་ར་ཐ་དེ་ཐ་དེ། འདི་ར་ང་ཚོས་ཐ་ལ་ལབ་ད། འོང་འདི་ཐ་འདི་མིང་ལ་ཨེ་སི་ལ། ལི་ཨེ་དང་སི་སིང་གེ་ཏི་སེ་བོ་ཏི་ག་རེ་དོ་ཨེ་བི་མོ་མེན་ཞི་དོ་ཏི་བི་སི་ཆེ་བོ་ད་དེ་ལ་ཟུར་དེ་རོ་འདི་ཟུར་དེ་ག་རེ་ལ་ན་ཨེངཀལ་ཨེ་གཅིག་པོ་ལ་ནི་དྲེག་རེ་དག་ནང་བཞིན་ཨེངཀལ་བི་ཨེ་སི་ལ་ནི་ཨེ་དེ་འཇིམ་གྱི་དཀྱིལ་མ་ལུག་ལ་ང་ཚོ་སྙིང་མ་ངོ་སྤྲོད་བྱེད་ས་སོ་ཨོ་དེ་འདྲ་ཞིག་ནི་ཟུར་གི་སྒྲུབ་བྱེད་ཁག་དགུ་དེ་གཙང་མ་ཆགས་སོ་ཟུར་གསུམ་ཐ་གསུམ། ཨ་ནག་ཟུར་ཚེགས་གསུམ་ཅེས་པའི་རེ་བ། འོ་ཡ། ད་འདི་གཅིག་ལ་ཡང་ང་ཚོས་ཚིག་གསར་ཁ་ཤས་སྦྱང་དགོས་གལ་ཆེན་པོ་ཆགས་འདུག་ཕལ་ཆེར་ཤ་འདའི་ཟུར་ཚིགས་ཨེ་ལ་དོ་སྟེ། ད་ང་ཚོ་འདའི་ཚིག་འདི་ལ་ང་ཚོའི་ཟུར་ཚིགས་ཨེ་ལས་ཏེ་ང་ཚོ་གཞི་ཤ་ཞེས་པའི་རེ་བ། འདི་ཤ་ནི་ཏའི་མཐའ་ལ་ན་ཁ་ཏའི་ལ་ཡུལ་སྐྱོར་བའི་སྤྱི་མཐའ་དེ་ག་རེ་ན Opposite Side ལ་དེ་ལ་ཡུལ་སྐྱོར་བྱེད་དུམ་དུ་ཟུར་འདི་གའི་ཕ་ཆོ་ལ་ལྡོག་ཕྱོགས་དེ་ལ

འདི་ཟུར་དུ་སུར་དུ་བིར་དོ། Angle Birish ད་དེ་འདི་ལའོ་ནང་བཞིན་གཅིག་པ་གཅིག་ཀྱང་ཨིན་ཡང་གཉིས་པོ་དེ་ལ་ག་རེ་ཏེ་ཟུར་སི་ནི་མཐའ་གང་གི་ཏེ་ཟུར་ཡིན་ནམ་ལས་ད་ཏེ་ཟུར་ཨི་ཏེ་ཟུར་དེ་ར་ཡ་ལ་དང་པོ་གཉིས་ལའང་ཚུ་ཟུར་དེ་སྤྲད་དོ། འོ་དེ་ཟུར་དེ་སི་རེ་ལ་ཞེས་ར་ཟུར་སི་གི་ཏེ་ད་དེ་ཟུར་དོ། ཨི་བི་ཁྱོད་རང་གི་དེ་ལན་ག་དྲི་བོ་རེད། བའི་བསམ་ངོ་ཆགས་སོ། ཨོ་ཡ། ད་འདི་འདྲའི་ཆས་ནི་ང་རང་ཚོ་ལ་ཚིག་གསར་ཁ་ཤས་སྦྱང་དགོས་ལ། དང་པོ་འདི་ལ་རྣམ་པ་ཚོ་ག་རེ་བྱེད་སོ། ཟུར་ལས་བྱེད་པ། ཨ་ན་ཟུར་གསུམ་ལ་ཟུར་ག་ཚོད་ཡོད་རེད། ཟུར་གསུམ། ཨེ།

གཉིས་པ་དེ་བི་སི་ཅི། གསུམ་པ་དེ་ཨི་སི་ཅི་ནི་ང་ཚོ་ལ་མཐའ་ག་ཚོད་རེ་གསུམ་ཡོད་རེད། གཙང་མ་ཆགས་སོ་ཨ། ཡང་ཁ་ཤས་ཀྱིས་དེ་བི་ཨེ་ཏི་སི་རེད་སི་བི་སི་ཨེ་གོ་རིམ་དྲུག་ནི་ཁྱད་མ་རེད་ག་ཚད་གསུམ་ལས་ལྷག་ཡོད་མ་རེད། ད་དེ་ཅི་ལ Opposite Side ལས་དེ་ཏེ་ཐ་ལས་ཞེས་དང་ཏེ་ཐ་ལས་དེ་ང་ཚོ་ལས་དུས་གསུམ་པ་སྟེ། ཨེ་བི་ལའི་སྟེ་ཨེ་བི་སུ་གི་སྟེ་ད་རེ་ལ་ན་ཚེག་དེ་ཟུར་ཚེག་དེ་སི་བྱ་བ་རེ་ཟུར་སྐད་ཆ་བཤད་ན angle སི་དེ་བྱ་བ་རེ་གཙང་མ་ཆགས་སི་བས་ཨེ་བི་དེ་ག་རེ་གི་སྟེ་ད་རེ་ལ་ན་ཚེག་དེ་སི་ཡང་ན་ཟུར་དེ་སི་སྐད་ཆ་བྱ་བ་རེ་ད་དག་ན་བཞིན་སྟེ་ད།

འདི་དུ་བ་ཚེག་བསིལ་སྒྲོ་བྱས་ན། ཁོ་བོ་ཀྱི་འགྲམ་ལ་ཟུར་འདི་དང། འདི་ལྡོག་མི་ལྡོག། ཁོ་གཉིས་གར་ཆགས་རེད་ལབ་ན Adjacent side ACNT BC ཁོ་གཉིས་ཉེ་ཟུར་ཡིན་པ་ག་འདྲའི་ཧ་གོ་རེད་ལབ་ན་ཁོ་གཉིས་ཀྱི་ཐུན་མོང་ཆ་གཅིག་ལེགས་རེད་ག་དུས་ནས CC།

བཙོང་བྱ་སོགས་བར་ཟུར་གསུམ་བསྐོར་ལ། ད་དེ་ཤེས་ས། ང་རང་ཚོ་ཟུར་གསུམ་ཅིག་བསྒྲུབ་ཐུབ་ཡ་ལ། གར་ཁྲིད་ཡོད་ལ་ནི་ཟུར་གསུམ་ནང་ཉལ་མཐའ་གཉིས་ལ་ཡ་དེ་གར་ལ་བ་ལ་ན། ཟུར་ཐུས་མ་འགྲམ་ལ་ཡོད་སྐྱོར་གཉིས་གར་འདྲེན་ནོ་གར་འདྲེན་ཡིན་ན་ཟུར་གཉིས་བསྡོམས་སོ་ན་ཉལ་མཐའ་གཉིས་བསྡོམས་སོ་ན། གར་ཐུས་ཡིན་ན་ཡང་གསུམ་པ་ལས་རིང་བ་དགོས་ཡོད་ལ། ད་དཔེ་ཆ་བཤད་ན་ང་རང་ཚོ་ལ་ཟུར་གསུམ་བཅས་ཡོད་ད་ཟུར་གསུམ་དེའི་ཚད་གཞི་ཨེ་སི་དེ་གསུམ་བཅས་བྷི་སི་ལི་ཞི་བྱེད་འདི་ལྔ་ཡིན་པར་ཆ་ཤར་བ། ད་ང་ཚོ་འདི་ལ། དེའི་སྐད་ཆའི་གོ་དོན་དེ་ག་རེ་ལ་བ་ལ་ན། འདི་ལ་སི་དང་ཨེ་བྷི་ཀི་རིང་ཐུང་ག་རེ་དོ་འདི་ལ་ཨེ་བྷི་ཀི་རིང་ཐུང་འདི་ལྔ་རེ་དོ་བ་ལ། བྷི་སི་ལི་ག་ཚོད་རེ་དོ་འདི་ལ་བྷི་སི་ལི་བཞི་རེ་དོ་བ་ལ། འདི་ལྔ་དང་བཞིའི་སྡོམ་ན་ག་ཚོད་རེད་དགུ་རེད་བ། འདི་ག་རེ་ལས་ཆེ་བ་རེད་གསུམ་ལས་ཆེ་བ་རེད་ལ།

ཡང་ན། འདི་སུ་ལས་ཆེ་ཡང་རེ། བུ་གཉིས་བསྡོམས་ན་བརྒྱད་དང་བཞི་ལས་ཆེའོ། འདི་འདྲའི་ཆ་རྐྱེན་གསུམ་ཆ་གཅིག་གྲུབ་ཐུབ་སོང་ན། ག་དུས་ནས་སུ་གསུམ་གྱི་སོ་ཐུ་རེ་ཨེ་ལར། སུ་གསུམ་གྱི་སོ་ཐུ་ཨེ་ལ་ཡིན་གྱི་མི་འཇིག་མཐའ་གཉིས་བསྡོམས་ན་མཐའ་གསུམ་པ་ལས་ཆེ་བ་གོ་རེ་ཨེ་ལར། ད་གལ་ཏེ་དཔེ་ཆ་བཞག་པ་ཡིན་ན་ལར། འདི་གང་ཟག་འདི་ནས་འདི་བོ་དོར་བ། འདི་ནས་འདི་བོ་དོ། ལྔ་ཡོད་དར་བ་སེན་ཏི་མི་ཏྲར་ལྔ་བཅས། ངའི་ཚུར་སྦྱོར་འདི་ལ་འདི་ལ་ག་རེ་རེད་ལབ་ན། འདི་ལ་སེན་ཏི་མི་ཏྲར་འདི་གཉིས་བྱེད་སྐྱོ་གཅིག་བྱས། འདི་ལ་གཅིག་བྱེད་སྐྱོ་གཅིག་ཡིན་དང། སྟབས་ཁུ། ད་གང་བྱས་སྟབས་བདེ་བོ་བྱས་ལབ་པ་ཡིན་ན་ཟུར་གསུམ་གཅིག་བཟོ་ཐུབ་ཡ་ལ་ངེས་པར་དུ་ག་དུས་ཡུལ་ནས་གཉིས་བསྡོམས་ན་གསུམ་པ་དེ་ལས་ཆེ་བ་དགོས་རེད་ལ།

མཐའ་གཉིས་བསྡོམས་ཟེར་ན་ག་དུས་ནས་མཐའ་གསུམ་པོ་འདི་ལས་ཆེ་བ་ཅིག་གོ་གོ་བ་རེད་གཙང་མ་ཆགས་སོ། ད་ང་ཚོ་འདིའི་རྗེས་ལ་འཇང་ཡན་དེའི་རྟ་འདི་གལ་ཆེན་པོ་ཆགས་བསྡད་པ་རེད། ཟུར་གསུམ་གཅིག་གི་ནང་ལོགས་ལ་ཟུར་ག་ཚོད་ཡོད་རེད་གསུམ་ཡོད་རེད་བ། གསུམ་པོ་དེ་གའི་ཆ་ཚང་ལ་བསྡོམས་ཟེར་ན་ང་ཚོའི་ཟུར་ཚད་དེ་ག་དུས་ནས་བརྒྱ་དང་གྱ་བཅུ་ལིག་རེད་བརྒྱ་དང་བཞི་བཅུ་ལས་ཉུང་ང་ལིང་མ་རེད་མང་ང་ལིང་མ་རེད་བརྒྱ་དང་གྱ་བཅུ་ཏག་ཏག་ཡོད་ལ།

འདིའི་གཟུགས་ཀྱི་ཚད་གཞི་དེ་ག་དུས་ནས་གར་བྱའོ་རས་གཅིག་པ་བྱའོ་གཙང་མ་ཆགས་བས་འདི་གལ་སྲིད་སྲིད་ཡིན་ན་དེའི་གར་བྱའོ་རས་འདི་ལ་ཚད་གཞི་དཔེ་བྱིན་འདི་ལ་དང་པོ་དྲི་ཡིན་ལ་ར་འདི་གཟུགས་དང་པོ་དེ་ཡིན་ལ། གལ་སྲིད་དེའི་ཟུར་དང་པོ་དེ་ན། འདིའི་ཟུར་དང་པོ་ཡིན་ན་དེའི་ཟུར་དང་པོ་དེ་བྱ་བོ་རེད་ལ། ད་ཟུར་གཉིས་པ་དང་དེ་གཉིས་གཅིག་པ་བཟོས་ལ་དཔེ་བྱས་ན་ངས་ཐིག་ཤི་ཐིང་ཡིན་ན་རོ། ཐིག་དེ་ག་རེ་རེད་ལ་ན་འདི་དང་འདི་བར་ཚོ་ག་རེ་ཡིན་ལ་ན། ཏའི་ཐིག་ཡིན་ལ་ནི་རེད་ཨོ་པོ་གུ་གཉིས་ཡིན་ད་ག་ལོག་རེད། མཉམ་འགྲོ་ཐིག་ཅིག་ཡིན་ད་མཉམ་འགྲོ་ཐིག་ལ་ན parallel lines ད་གུ་གཉིས་ནམ་ཡང་ཐུག་མ་རེད། ནམ་ཡང་མ་ཐུག་ན་ག་རེ་ཡོད་རེད་ལ་ན། འདིའི་ཟུར་གྱི་དུ་བ་དེ། དེའི་ཟུར་གྱི་དུ་བ། དེ་ལ་ངས་ཐིག་གཉིས་མཐིང་ཡོད་ན་ར། འདིའི་ཟུར་དེ་དང་དེའི་ཟུར་གྱི་ཚད་གཞི་དེ་ག་དུས་ཡིན་ན་ག་རེ་རེད། གཅིག་པ་ཆགས་པ་གཙང་མ་ཆགས་ཟེར་བས། འདི་གཉིས་པ་ཡིན་ན། འདི་ཡང་གཉིས་པ་ཡིན་ད། གཅིག་པ་གཅིག་ཀྱང་འདི་ག་རེད་ལ་ན་གཅིག་གཉིས་གསུམ་དེའི་ཟུར་དང་དེ་སེའུ་དང་དུ་བ་གཅིག་གཉིས་གསུམ། ཨོ་ཡ་ད་དེ་འདྲས་བྱས་ནས། དོན་སྣང་ག་རེ་བྱུང་སོགས་གལ་སྲིད་དེ་གསུམ་པ་དང། དེ་གསུམ་པ་དང། མི་འདྲེས་བྱས་ནས་ཉེན་སྟབས་བདེ་བོ་ཅིག་ལ་ཁྲིད་ཡོང་ན་ང་དེ་ཁྲིད་ཁ་ཐུག་ཅིག་ཡོད་སོ་ན་ལ། ད་ཐེངས་ཀྱི་དེ་རི་མོ་དེ་ཁ་ཐུག་ལ་ནི་དགུ་ཏིང་ལོག་ནས་དེ་ཁྲིད་སོང་ན་ཨེ་འདྲས་བྲོ་ཅིག་རེད་དོ། ཨེ་འདྲས་བྱས་ན་འདི་ཡིད་དོ་མི་འདོ། འདི་སླེབས་དུས་འདི་ལ་ང་ཚོ་ཟུར་དང་པོ་དེའི་ཆེད་དེའི་ཚུལ་ཆོས་དེ་ལ་མ་ཚུད་ལ། ཟུར་གཉིས་པ་དེའི་བཅས་པ་ཆོས་དེ་ལ་ཟུར་ག་རེ་གསུམ་པ་དེ་ལས་སོ། ད་དེ་ཡིན་དུས་བསམ་པ་ང་རང་ཚོ་སྙེ་མ་ནས་ངས་འགྲེལ་བཤད་རྒྱག་ས་སུ། ཐིག་གཅིག་གི་ནང་ལོགས་ལ། འདིར་ཕྱི་མ་གཏང་ཟིན་ན་ཚུལ་ཆོས་ལ་དགུ་བཅུ་ཡོད་པ་ནང་བཞིན་ཕ་ཆོས་ལས་དགུ་བཅུ། དགུ་བཅུ་དང་དགུ་བཅུ་དེ་གཉིས་བསྡོམས་སུ་ན་ང་ཚོ་ལ་ག་རེ་རེད། ང་ཚོ་ལ་ག་དུས་ནས་བརྒྱ་དང་བརྒྱད་ཅུ་རོལ་དུ་ཨ་ཅེ་ཚང་ངས་ཟུར་གསུམ་འདི་ཟུར་གསུམ་འདི་བརྗེས་ནས་མ་བཀོག་ནས་འདི་ག་དུས་ཙམ་པར་ང་ཚོ་ལ་ཁར་ཐུག་ཅིག་བཟོ་ཐུག་གི་ཡོད་ཙང་ང་ཚོས་ག་རེ་ལ་ཐུག་རེད་ལ་ན་ཟུར་ག་འདྲའི་སྒྲོག་ཅིག་གི་རྗེས་ཟུར་གསུམ་འདི་གི་རྗེས་ཟུར་གསུམ་ཆ་བསྡོམས་སུ་ན་ག་དུས་ནས་བརྒྱ་དང་བརྒྱད་ཅུ་ངེས་ཀྱི་ཡོད་ལས་དེ་ཚང་མས་གསལ་བོ་ཆགས་སོ་ཨ།

ང་ཚོའི་དམིགས་ཡུལ་ཨེ་དི་ཚའི་རྗེས་ཨེ་དི་ཚབ་ལ་ཁོང་ཚོས་ག་རེ་བཞག་འདུག X བཞག་འདུག་ལ། B གི་ཚབ་ལ Degree ལྔ་བཅུ C གི་ཚབ་ལ Degree དྲུག་བཅུ་བཙལ། ད་དེ་ནས་མ་བྱས་སོ་ཚིག་བརྒྱ་ཡིན་ན། ད་ལྔ་བཅུ་དང་དྲུག་བཅུ་དེ་བསྡོམས་ན་ག་རེ་བྱེད་རེད། བརྒྱ་དང། བྱས་པ། ཨོ་ཡ། སྙེ་མ་ང་ཚོ་ད་ཚོང་ཚིག་ནས་ཉེ་ལབ་ས་དེ་གལ་སྲིད་ཕ་བཏང་ན་ཨ་ན་གར་ཆས་རེད་བཏགས་དེ་ལྡོག་ཆོག་བྱ་འགྲོ་ར་བརྒྱ་དང་བརྒྱ་བཅུ་ནས་གར་དེ་སྡོམ་རེད་བ་ཕ་འགྲོ་ན་འཐེན་བྱ་འགྲོ་ར་འཐེན་བརྒྱ་དང་བཅུ། དེ་ལ་འདུས། next hit ག་རེ་ཆ་རེད། བདུན་བཅུ། ད་དེའི་ཧ་མ་གོ་གྱུར་ཚེ་ཤི་དེ་ག་རེད་ལ་ནས། ཨེགས equal to། བདུན་བཅུ། འགྲིག་རེད་ལ། ད་གཅིག་པ་གཅིག་རྐྱང་དེས་གཅིག་པོ་གཅིག་རྐྱང་བྱས། ཚ་མོ་ཆ་སོས། ཨ་ཡ།

ཝའི། མཛེས་ཅན། ད་ང་ཚོ་ག་རེ་ཤིང་གོ་རེད་ང་ཚོ་གཏན་ཁྲིད་འདུག་མ་སུ་ནས་ཟུར། ཨེག་སུ་དོམ། ཟུར། ཝའི། དོམ། ཟུར། མཛེས། དེ་གའི་གསུམ་བསྡོམས་ན་ག་དུས་ནས་ག་རེ་གླིང་རེད། བརྒྱ་དང། བརྒྱ་ཅུ་ལེའུ་ཡོད་བ། ད་འདི་ལ་དུས་ཨེག་སུ་དེ་ང་ཚོ་ལ་སྤྲད་ཤིག་ག་ཚོད་སྤྲད་འདུག་ལ་ན་སུ་ལྔ་བཅུ་སྤྲད་ཤིག། ཝའི། དང། མཛེས་དེ་གཉིས་ཨེག་སུ་ཨེག་སུ་རེད་ལ་དུས་ག་ལོག་ན་ན་ཁོ་གཉིས་གཅིག་པ་རེད་ལ་བར་རྩ་མོ་ཆགས་སོ། ཨོ་ཡ། ད་ལྔ་བཅུ་འདིའི་ཕ་ཆོལ་སྟངས་རིགས་ནང་ལ་གར་བྱེད་རེད་ཨ་ལས་ཉན་འདི་རེད་འདི་གཉིས་བདུན་ལ་གཅིག་གཅིག་ཡོར་ད་ཨེགས་བྱེད་པ་གཉིས་བསྡོམས་ན་དྲུག་ཨེགས་བྱེད་ལ། བརྒྱ་དང་བརྒྱད་བཅུ་བྱེད་ཨ་འདི་ལ་ཐེངས་ལྔ་བཅུ་ཟེར་བ་ག་བྱེད་ནས་ཐེངས་ཝེ་འདི་བདུན་ལ་བཏགས་བསྡོམས་ད་ཨེར་བར་འགྲོ་ན་ཐེངས་དག་བྱ་འགྲོ་ལ། དྲུག་ཨེགས་ཨི་ཀོལ་ཏུ་བརྒྱ་དང

གཙང་མ་ཆགས་ཟེར་བས། གལ་སྲིད་འདི་ཡག་པོ་ཤེས་ཡོད་ན་ཨ་ན་ཤ་མི་བདེ། དྲི་བ་བཞི་ཅིག་ཡོད་དེ་ནང་པ་ཚོས་གནང་ཞོག་ཨ། ཨ་འདིའི་ནང་ལ་དེ་གྲུབ་གཞི། ཇེ་མང་གྲུབ་གཞི་ཞིག་གཏོང་སྲོལ་ན་ག་དུས་ནས་གྲུབ་གཞི་དེ་ག་རེ་ཡིན་བསམ་པོ་རེད་ལབ་ན། གྲུབ་གཞི་དེ་ག་དུས་ཡིན་ནས་དགུ་བཅུར་བསྟར་བ། ང་རང་ཚོ་ཟུར་གྱི་ནང་ལ་གྲུབ་གཞི་རྩེ་གཞི་དེ་དགུ་བཅུ་རེད། ཡ་ཡ། གཅིག་པུ་ཞིག་ཀྱང་དེ་ལས་ལྡོག་གྲུབ་གཞི་ལྡོག་དེ་ག་རེད། དགུ་བཅུ་ཡིན་བསམ། འདིར་དྲི་བ་བཞི་ཅི་ཡོད་འདི་ནང་ཆོས་ནང་རོལ་བྱེད། ད་རིང་གི་ལོ་བཞི་དེ་ཉིད་དེ་ཙམ་ནས་འགྲུབ་སོང་འདུག་ཅི་བྱེད།